ལྔ་བ་མ་བསྟན་པའི་ཉེས་དམིགས་ནི། ད་མ་བསྟན་པའམ་བསྟན་ཚུལ་ལོག་པའི་ཉེས་དམིགས་ཚུལ་བཞིན་དུ་མ་བསྟན་པའི་ཉེས་དམིགས་ཡིན་པ་རེད། བཤེས་གཉེན་དུ་བྱས་ནས་བསྟན་ཚུལ་ལོག་ན་ཚེ་འདིར་ནད་དང་དོན་དུ་མས་གཙེ་བ་དང་ཕྱི་མར་ངན་འགྲོའི་དུག་ལྔ་དཔག་ཏུ་མེད་པ་དུས་དཔག་ཏུ་མེད་པར་མྱོང་བར་འགྱུར་ཏེ་རང་དུ་དབང་བསྐུར་བའི་ནུས་ལྡན་པའི་བཀའ་དང་སློབ་དཔོན་སློབ་མ་གཉིས་པ་གཉིས་པ་དེ་དག་གིས་མེ་དང་པར་ཇི་ལྟ་བུ་ལ་བ་ཞིག་ནུས་ལྡན་གྱིས་བཀའ་སྩལ་པ་ལ་ལྷུར་བྱེད་པ་བཞིན་དུ་སྐྲག་པར་ཉོན་ཏེ་གད་མ་མ་ཞིག་གི་ཟ་བའི་ལྟ་བུ་འོན་ཀྱང་ཅུང་ཞིག་པའི་ཆོ་ག་ཅན་ཡང་བོགས་འདོན་ཉོན་ཅིག་པའི

དེ་ནི་ནད་པར་ཡང་དག་བྱེད་ཅེས་དང་ཁྱེད་གྲུབ་ཆེན་པོ། ཤི་འདི་པའི་རྩིས་པའི་དགྲ་ནག་གི་མི་གང་དྲེད་དུ་དྲངས་པ་ལས་ཀྱང་སྲིད་ཅེས་ཅི་སྟེ་ཉེས་པར་ལོག་པ་གང་ལ་མི་བཟོད་པར་གྱིས་ཀྱང་ཀྱང་ནས་མི་ཤི་ཅན་དུ་སྐྱེ་བར་འགྱུར་ཞེས་གསུངས་སོ་གཞན་ཡང་ཡེ་ནས་མ་སྐྱེས་པ་རྣམས་ཀྱིས་བྱིན་པས་སྐྱེས་པ་རྣམས་ཀྱང་ཉམས་ནས་འགྲོ་སྟེ། ད་ལྟར་གྱི་སངས་རྒྱས་སྐུ་གསུམ་པའི་ཏིང་འཛིན་ལས་གལ་ཏེ་དེས་དེ་ལ་མནར་བ་སེམས་ཙམ་མོ་ཐ་བའམ་དྭངས་མའི་སེམས་ཀྱིས་གནས་ན་ཡོན་ཏན་ཐོབ་པ་ནི་གནས་མེད་དོ་དེ་བས་འདུ་ཤེས་མི་སྐྱེ་ན་དེ་ནི་འདས་དང་སྐུ་གསུམ་པའི་གང་ཟག་དང། ཆོས་སྟོན་པའི་དགེ་སློང་ལ་གུས་པ་དང་བླ་མའམ་དེ་བས་འདུ་ཤེས་མི་སྐྱེ་ན་དེ་དག་མ་ཐོབ་པས་ཆོས་ཐོབ་པ། འམ་ཐོ་བ་ཆུད་མི་ཟ་བ་ནི་ནད་བས་ཏེ། མ་གུས་པས་ནི་བའི་ཆོས་རྣམས་འགྱུར་བའི་ཕྱིར་རོ་ཞེས་གསུངས་པ་ལྟར་རོ། མི་དགེ་བའི་ཤིང་དང་སྡིག་གྲོགས་ཀྱང་བསྟེན་ན་ཡོན་ཏན་ནམ་མཁའི་ཁྱིམ་པའི་ལུས་ཅན་བྱིས་པ་ཐམས་ཅད་འཕེལ་ནས་མི་འདོད་པ་མཐའ་དག་སྐྱེས་པས་རྣམ་པ་ཐམས་ཅད་དུ་སྤང་བར་བྱ་སྟེ་དྲི་མ་ཉེ་བར་གཞག་པ་ལས་འདོད་ཆགས་དང་ཞེ་སྡང་དང་དྲི་མ་ཐམས་ཅད་ཀྱིས་ཤི་འགྱུར་སྡིག་པའི་གྲོགས་དེ་དེ་ནི་དུག་གི་སྡོང་པོ་ལྟ་བུ་ཞེས་དང་མྱང་ལས་འདས་པར་འདོད་ཅེས་བྱང་ཆུབ་སེམས་དཔའ་ནི་གྲོགས་ངན་པ་ལ་ཆུ་དང་གླང་པོ་ཆེ་མྱོས་པ་ལ་སོགས་པ་ལ་གནས་པ་ཡིན་ཏེ་འདི་ནི་ལུས་དང་འཇིག་པར་བྱེད་ཀྱི། སྔ་མས་ནི་དགེ་བ་དང་སེམས་རྣམ་པར།

གྱིས་ཤིག་སྟོན་པས་ཞེས་ནི་ཐ་མ་ཅིག་གི་གྲོགས་བཟང་པོ་དང་འགྲོགས་ཀྱི་མ་རིག་ནི་མི་འདོད་ཅིང། རབ་ཅིག་གི་ཐ་མ་དང་ནི་ཐ་མ་འགྲོགས་བ་ལ་ཚེ་གེ་མོའི་གཟུགས་སྒོ་དྲུག་པ་དེ་དག་གི་དོན་བསྡུ་བ་ནི་མི་རིགས་དོན་དང་བླ་མེད་ན་རྒྱུ་ཆེན་པོས་ཡོངས་སུ་གྲགས་པས་ད་བར་ཡང་ང་ང་རེ་ཞེས་པ་དང་ལྐོག་གུ་དོན་རིག་བཟང་པོ་ལ་མ་ཆགས་པས་ནི་གང་ཡང་མི་ཤེས་ལ་ཉིད་ཀྱི་དག་པ་ནི་ཆོས་ཅི་ན་ནི་མ་ནོར་བར་ཐིག་པའི་བཤེས་གཉེན་དམ་པ་ལ་རྒྱུན་རིང་དུ་བསྟེན་དགོས་ལ། ད་བར་དེ་དག་བླ་མ་སངས་རྒྱས་སུ་གཏད་དེ་འདྲའི་འབྲས་བུ་ནི་དད་པ་དང། བཀའ་དྲིན་དྲན་པའི་སྒོ་ནས་ད་ག་སུག་རེ་ཕུལ་གྱི། གུས་པ་སྐྱེ་ཡ། དེ་ནས་འབྲས་བུ་དང་དད་གུས་ཀྱི་བློ། ཡག་པོ་ཞིག་སྦྱངས། དེའི་ཐང་ནས་ནི་སྦྱོར་བའི་རྟེན་ཚུལ་ཚུལ་བཞིན་དུ་བསྒྲུབ། ལྷག་པར་དུ་ཡང་ནི། བཀའ་བཞིན་སྒྲུབ་པའི་ཆོས་པས་ད་མཉེས་པར་བྱ་ཡ། འོ་ན་འདི་བླ་མའི་རྣལ་འབྱོར་བླ་མའི་རྣལ་འབྱོར་ཟེར་ཡ་བའི་དོན་དང་ངོ་མ་དེ་འདི་འབྱོར་ཟེར་གྱི་རེད། རེད་མ་གཏོགས། ནི་ཤེས་ཡིན་བསྟན་ཚུལ་གྱི། ཨ་མདའ། ཁ་ཟུག་རེད། ཉམས་ལེན་འདི་གྱིས་ཏེ། བསམ་ཕྱོགས་འདི་གྱིས་ཏེ་མེད་པ་ཅིག་ལ། བླ་མའི་རྣལ་འབྱོར་གོམས་གུས་ཟིན་བདུན་ལ་ཡ། ནི་ཅིག་ངོགས་སུ་རྫོགས་ལ་སེམས་སུ་རྫོགས་ཅིག་བསྒོམ་བྱས་དེ་ལ་ཡན་ལག་བདུན་པའི་ཆུ་བོ་འབུལ་གྱི་བསམ་པས་སུ་ཕྱི་ནང་གསང་བ་ཐེག་པ་རྣམས་ཀྱི་ཆུ་བོ་འབུལ་གྱི་བསམ་པ་དེ། དེ་ཙམ་ཞིག་ད་བླ་མ་དང་བར་ཁ་བྲལ་བྱེད་ཕྱིན་པ་ཡིན་ན་འབྲུ་རེ་སོང་རེད། དེ་ཙམ་ང། བླ་མའི་རྣལ་འབྱོར་ཞེས་ཡོངས་སུ་གྲགས་པའི་གདམས་པ་ཡང་སྔར་བཤད་པ་ལྟར་གོ་དགོས་ཀྱི། དམིགས་པ་ཐུན་རེ་ཙམ་ལ་སྦྱངས་པས་ནི་གང་ཡང་མི་ཕྱིན་ལ། སྙིང་ཐག་པ་ནས་ཆོས་ཞིག་བྱེད་ན་ནི་མ་ནོར་བར་ཁྲིད་པའི་ཤེས་ཉེན་དམ་པ་ལ་རྒྱུན་རིང་དུ་བསྟེན་དགོས་ལ་དེའི་ཚེ་ཡང་གཞི་ཆེ་དགའ་བས་བྱས་ནས་བླ་མ་གཏན་མདོ་ཙམ་ན་སྤངས་རྟོགས་ཡོད་གསུང་བ་དང་བསྟེན་ཚུལ་མ་ཤེས་པར་བསྟེན་ན་ནི་ཁེབས་མི་མཐུན་པར་གྱོང་འབྱུང་བས་ཤེས་ཉེན་བསྟེན་པའི་ཆོས་སྐོར་འདི་རྣམས་ནི་གང་ལས་ཀྱང་གལ་ཆེ་བར་གཏན་གྱི་འདུན་མའི་རྩ་བར་སྣང་བས་རགས་རིམ་ཞིག་དྲི་མ་མེད་པའི་གསུང་རབ་དང་དགོངས་འགྲེལ་ནས་དྲངས་ཏེ་གོ་སླ་ལ་ཡིད་འཁུལ་ཞིང། གསུང་རབ་ཀྱི་དོན་ལ་གཞོལ་བའི་དམ་པ་རྣམས་ཀྱི་གསུང་སྒྲོས་ཀྱིས་བརྒྱན་ནས་བཀོད་དེ་རྒྱས་པར་གཞན་ལས་ཤེས་པར་བྱའོ། འོ་སྐོལ། ཉོན་མོངས་ཤིན་ཏུ་རགས་ལ་བླ་མ་བསྟེན་ཚུལ་མི་ཤེས་ཤིང། ཤེས་ཀྱང་མི་བྱེད་པར་དུ་མ་ལ་ཆོས་ཉན་པ་རྣམས་ལ་བླ་མ་ལ་བསྟེན་པའི་ཁ་ན་མ་ཐོ་བ་དཔག་ཏུ་མེད་པ་འབྱུང་ཞིང། དེ་ལ་ཡང་ཆགས་པ་དང་སྡོམ་པ་སོགས་ཀྱི་བློ་འབྱུང་དཀའ་བས། སྔར་བཤད་པ་ལྟར་ཕན་ཡོན་དང་ཉེས་དམིགས་རྣམས་ཤེས་པར་བྱས་ཏེ། དངོས་གཞི། ཐུན་དམིགས་པ་སྟེང་བསྡུས་ཙམ་ནས་གོ་རིམ་སྒོམ་སྟངས་ཀྱི་གོ་རིམ་འདི། སྔར་བཤད་པ་དང་ཕན་ཡོན་དང་ཉེས་དམིགས་རྣམས་ཤེས་པར་བྱས་ཏེ་ཡང་དང་ཡང་དུ་བསམ་ལ། ཚེ་རོགས་སྔ་མ་རྣམས་ནས་བསྟེན་ཚུལ་ཇི་བཞིན་དུ་མ་བྱུང་བ་རྣམས་བསམ་པ་ཐག་པ་ནས་བཤགས་ཤིང་སྡོམ་སེམས་མང་དུ་བྱ། སྣོད་རུང་གི་ཆོས་རྣམས་ཀྱང་རང་ལ་འབད་པས་བསྒྲུབ། དེ་བཞིན་གྱི་མཚན་ཉིད་ཡོངས་སུ་རྫོགས་པ་རྣམས་ཀྱང་ཡང་ཡང་བསམ་ལ། དེ་འདོད་པའི་ཞིང་རེ་མ་གཏོགས་རྗེས་སུ་འཛིན་པའི་རྒྱུར་ཚོགས་བསགས་ཀྱི་སྨོན་ལམ་མང་དུ་བཏབ་སྟེ། དེ་ལྟར་བྱས་ན་རིང་པོ་མི་ཐོགས་པར་སྙིང་དང་ཕུལ་དུ་བྱུང་བའི་རྒྱལ་སྲས་རྟག་ཏུ་ངུ་དང་བཤེས་གཉེན་འཚོལ་བས་ངོམས་མི་ཤེས་པ་གཞོན་ནུ་ནོར་བཟང་ལྟ་བུར་འགྱུར་རོ། སྐྱོང་ཚུལ་མདོར་ན་འདི་རང་ཤ་ནོར་བཟང་ལྟ་བུར་འགྱུར་རོ། དེ་འདི་བྱ་བྱའོ།